ད་ལྟ་གནམ་བུ་ཚོས་བཟི་བཞིན་པའི་བརྙན་ཐུང་དེ་ཡིན་པ་ཡིན་ན་ཟླ་བ་འདིའི་ཚེས་བཅུ་གསུམ་ཉིན་གང་རྒྱ་ནག་གཞུང་གིས་བར་སྣང་དུ་བཏང་པའི་མེ་ཤུགས་འཕུར་མདེལ་གྱི་སྙིགས་རོ་ཞིག་བོད་མདོ་སྨད་མང་ར་རྫོང་ནང་ལྷུང་པའི་གནས་ཚུལ་རེད། གནས་ཚུལ་དེ་དང་འབྲེལ་ནས་འདི་ག་བོད་ཀྱི་རླུང་འཕྲིན་ནས་དེའི་སྐོར་ལ་ཡང་ཤེས་རྟོགས་རྒྱུས་ལོན་བྱས་པའི་སྐབས་ལ། ཉིན་དེའི་རྒྱ་ནག་གི་ཞོགས་པའི་ཆུ་ཚོད་དྲུག་པའི་ཐོག་ལ་ཡང་ཆིའུ་ཀྲུང་སྲུང་སྐར་ལྟེ་གནས་ཁང་ནས་བར་སྣང་དུ Long March Two Dའི་ཚོད་ལྟའི་མེ་ཤུགས་འཕུར་མདེལ་ཞིག་བཏང་ཡོད་པ་རེད། དེ་འདྲ་སོང་ཙང་མང་ར་རྫོང་དུ་མེ་ཤུགས་འཕུར་མདེལ་གྱི་སྙིགས་རོ་ཟ་བའི་དུས་ཚོད་དང། ཆིའུ་ཀྲིན་སྲུང་སྐར་ལྟེ་གནས་ཁང་ནས་མེ་ཤུགས་འཕུར་མདེལ་བཏང་བའི་དུས་ཚོད་འདི་གཉིས་ཉིན་གཅིག་གི་ནང་བྱུང་བ་ཡིན་པ་ར་སྤྲོད་བྱེད་ཐུབ་ཀྱི་འདུག་ད་གཞི་རྩའི་མེ་ཤུགས་འཕུར་མདེལ་བཏང་དུས་དེའི་སྙིགས་རོའམ་ཆ་ཤས་དེ་དག་ས་སྟེང་དུ་ཟ་ཡག་ལ་ཡག་ནི་ས་ཚིགས་དེ་སྔོན་ཚུད་ནས་ཚོད་དཔག་ཐུབ་ཀྱི་ཡོད་དེ་ལས་ཡིན་ན་ཡང་མེ་ཤུགས་འཕུར་མདེལ་གྱི་ཚོད་ལྟ་ལས་ལམ་ལྷོང་མ་བྱུང་བ་ཡིན་མིན་ན་སྙིགས་རོ་དེ་ཚོ་ཚོད་དཔག་བྱེད་པའི་ས་ཚིགས་སུ་ཏག་ཏག་ཟ་མི་ཐུབ་པའི་གནས་ཚུལ་དེ་འདྲ་བྱུང་དགོས་པ་རེད། སོ་མཛའ་མཁའ་གཉིས་བྱུང་བའི་གནས་ཚུལ་དེ་ཚོད་དཔག་བྱས་པའི་ས་ཚིགས་སུ་ལྷུང་མེད་པ་དང། ད་འདི་ག་རླུང་འཕྲིན་ཁང་ནས་ཚན་རིག་གི་རྩིས་འགྲོས་ལྟར་དབྱེ་ཞིབ་བྱེད་པའི་སྐབས་ལ་ཡང་མེ་ཤུགས་འཕུར་མདེལ་གྱི་སྙིགས་རོ་ཟ་ས་དེ་ཡིན་མིན་ན་ཀི་ལོ་མི་ཀྲར་དྲུག་བརྒྱའི་ནང་ཚུན་དུ་ཟགས་ཡོད་པ་ནང་བཞིན་ནི་ད་ལྟའི་སྙིགས་རོ་ཟ་སའི་མང་ར་རྫོང་དེ་ཡིན་མིན་ན་ཅིའུ་ཀྲེན་སྲུང་སྐར་ལྟེ་གནས་ཁང་ནས་རྩིས་པ་ཡིན་མིན་ན་ཀི་ལོ་མི་ཀྲར་དྲུག་བརྒྱའི་ནང་ཚུན་ལ་ཡང་འདུག་ཅེས་ཆགས་འདུག། ད་ནང་བཞིན་ང་ཚོས་བརྙན་པར་དེ་དག་ལ་ཡང་དབྱེ་ཞིབ་བྱེད་དུས་ཙནྡན་སྙིགས་རོ་དེ་གྲོང་གསེབ་ཅིག་གི་ཉེ་འཁྲིས་ལ་ཡང་ཟགས་ཡོད་དུས་ཉེན་ཚབས་ཆེན་པོ་ཞིག་རང་བཞིན་གྱིས་ཆགས་ཀྱི་འདུག་དེ་དང་ཕྱོགས་མཚུངས་ཆ་ལྔ་ལོ་ཡིན་པའི་ནས་གནས་ཚུལ་དེ་དང་འདྲ་བ་ཞིག་རྒྱ་ནག་གི་ས་ཁུལ་ཞིག་ཏུ་བྱུང་ཡོད་པ་རེད། དེའི་སྐོར་ལ་ཡང་ད་སི་ཨན་ཨན་གསར་ཁང་ནས་གནས་ཚུལ་ཞིག་སྤེལ་རྗེས་གནས་ཚུལ་དེའི་ནང་ལོགས་ལ་ཡང་ཚན་རིག་པ་ཞིག་གིས་གསུང་ཡ་བྱས་པ་ཡིན་མིན་ན། འབར་གས་བྱུང་བའི་སྐབས་ལ་ཡང་ཚོན་མདོག་ལི་ཝང་ཅན་གྱི་དུ་བ་མཐུག་པོ་དེ་འདྲས་འཕྱུར་ཡོང་གི་རེད། ཨ་ནི་དུ་བ་དེའི་ནང་ལོགས་ལ་ཡང་ཨ་དེའི་གཡས་གཡོན་གྱི་ཁོར་ཡུག་དང་སྲོག་ཆགས་ལ་ཡང་གནོད་ཚབས་ཆེ་བའི་རྫས་ཤ་སྟག་ཡོད་དུས་བཙལ་ནས་དེ་འབྲེལ་གྱི་གནོད་ཚབས་ཆེན་པོ་ཡོད་པའི་འགྲེལ་བརྗོད་གནང་ཡོད་རེད། སོང་ཙང་གནད་དོན་དེ་འབྲེལ་གྱི་ཐོག་ནས་ཐན་ཏེ་གིས་བོད་ནང་ལོགས་ལས་བྱུང་བའི་གནས་ཚུལ་དེ་ཡིན་པས་ནས་བོད་ནང་ལོགས་ཀྱི་ཁོར་ཡུག་དང་སྲོག་ཆགས་ལ་ཡང་རང་བཞིན་གྱི་གནོད་འཚེ་འགྲོ་ཡག་གི་ནས་རང་དེ་འདྲས་བྱ་དགོས་རེད། ད་ཐན་ཏེ་བོད་ནང་ལོགས་ལ་ཡང་བྱུང་བས་རྒྱ་ནག་གཞུང་གིས་ད་ཅིག་མེ་ཤུགས་འཕུར་མདེལ་ཚོད་ལྟ་བྱས་བས་ཀྱི་དེ་ལ་ཡང་དམིགས་བསལ་གྱི་དོ་སྣང་རུ་ག་འདྲི་བྱུང་སོ་ཁྱེད་རང། ལ་རེ་རྒྱ་མཚོ་ལ་ད་ད་རིས་དེ་བྱུང་བ་དེ་ཕལ་ཆེན་ང་ཚོའི་དུག་སྨག་རྩེ་གསང་རྒྱུའི་བརྒྱུད་ལམ་ཁག་ནང་ལྟ་ཡོད་དུས་ཙམ་པ་ད་རིས་ད་ཅིག། མེ་ཤུགས་འཕུར་མདེལ་གྱི་སྙིགས་རོ་བོད་ནང་འཛགས་པ་དེ་ཨ་ནི་ཐེངས་དང་པོ་མར་ཤ་དེ་སྔ་ཐེངས་གཅིག་གཉིས་ཚེ་བྱུང་ཡོད་ས་རེད་ད་འདིའི་གི་གནས་སྟངས་འདི་ཡིན་ན་ད་ཅིག་ཁ་ལོ་རེད་ཁ་སང་དེ་བ་ནི་སྤྱི་ཚོགས་དྲ་རྒྱའི་ནང་ལོ་ད་འདི་འདྲས་ཅིག་ད་བྱུང་བ་དང་ད་ག་ནང་བཞིན་གི་བརྙན་ལེན་བརྙན་ཁོ་རང་རང་གི་རྒྱབ་ལོག་ནས་ད་ཅིག་བོད་སྐད་རང་གི་ཐོག་ནས་ཅིག་སྐད་བཤད་དུས་ཙམ་པ་རང་བཞིན་གི་ང་ཚོས་དེའི་ཐོག་ལ་དོ་སྣང་བྱེད་དགོས་ཡ་ཆེ་གི་དོ་གཅིག་དེ་རེད་གཉིས་བ་དེ་ཡིན་པ་ཡིན་ན། མེ་ཤུགས་འཕུར་མདེལ་གྱི་སྙིགས་རོ་རྫ་ས་དེ་ཚོ་ཡིན་ན་ཞུའུ་ཅི་རྒྱལ་ཁབ་ཚང་མ་གིས་མེ་ཤུགས་འཕུར་མདའ་བཏང་པའི་སྐབས་གཟབ་གཟབ་བྱེད་དགོས་ཡག་གི་གནད་དོན་གཅིག་རེད། ག་རེ་ལ་ན་ཉི་མེ་ཤུགས་འཕུར་མདའི་ནང་ལོ་བེད་སྤྱོད་བྱས་ཀྱི་ད་ཅིག་སྣུམ་དང། ལྕེ་ལག་དུ་ཚང་མ་རྦད་དེ་རྫས་ཤུགས་ཆེན་པོ་ཡོད་སྐྱོ་དང་གལ་སྲིད་དེ་ང་ཚོས་ཀྱི་ཡག་པོ་ཅིག་ད་ཅིག་ཏག་ཏག་ཅིག་བེད་སྤྱོད་གོ་ལོར་གོ་སྲུང་སྐྱོབ་བྱེད་མ་ཐུབ་པ་ཡིན་ན། དེས་ཀྱི་ཁོར་ཡུག་དང་དེ་ཉེ་འོག་གི་མིའི་གི་ཚེ་སྲོག་ལ་ཉེན་ཁ་ཆེན་པོ་ཞུགས་ཡོད་དུས་ཙམ་པ་ད་ཁ་སང་གི་བརྙན་དེ་མཐོང་པ་དེ་ང་རང་ཡིན་ནས་ད་ཅིག་དེ་ཉེན་ཁ་ཆེན་པོ་ཞིག་དང་རྫ་དྲག་ཅིག་མཐོང་རྗེས་ཨ་ནི་དེའི་ཐོག་ལ་འདུག་བྱས་དོ་སྣང་བྱས་ཡིན།

ཁ་སང་གི་གནས་ཚུལ་དེ་མཚོན་པ་ལྟར་ང་ཚོས་ཀྱི། བཞོ་གས་དེ་ཆུ་ཚོད་དྲུག་པ་ལ་རྒྱ་ནག་གི་བཞོ་གས་ཆུ་ཚོད་དྲུག་པ་ལ་མེ་ཤུགས་འཕུར་མདའ་ཇི་འདེད་ཅིག་ཁོ་ཚོས་བཏང་ཡོད་རེད། དེ་ནས་ཆུ་ཚོད་ཁ་ཤས་ཅིག་གི་རྗེས་ལ་ཨ་ནི་བོད་ཀྱི་ས་ཁུལ་ཅིག་ལ་མེ་ཤུགས་འཕུར་མདའི་གི་རྟ་སྙིགས་རོ་ཞིག་འཛར་བ་མཐོང་ཡུལ་དུ་བརྩམས་པ་ལྟར་རང་བཞིན་གྱི་རྟ་དེ་བཞོ་གས་དེ་དང་འབྲེལ་བ་ཡོད་པ་ཅིག་གསལ་བོ་ཞུ་ཞིག་རེད་ཤག་དེ་དུས་ཚོད་ཉི་མ་གཅིག་ལ་རེད་ཤག་ད་ག་ནང་བཞིན་གྱི་རྟ་བོད་ནང་ཐོན་པའི་བརྙན་གཅིག་རེར་མར་ཤག་ད་ལྟ་རྒྱ་ནག་གཞུང་གི། རྒྱ་ནག་ཁོ་རང་ཚོ་གི་དྲ་རྒྱ་དུས་ཚོད་ནང་རྟ་ཡིན་ནའི་གནས་ཚུལ་དེ་མང་པོ་ཞིག་ཐོན་ཡོང་གི་འདུག་ཇི་མཚམས་པ། ད་ང་ཚོས་ཀྱིས་སྐབས་དགོན་བདག་དེ་ད་ངེད་ཀྱིས་ལས་ཁུངས་འདེད་ཅིག་འདི་གང་ཞིབ་འཇུག་བྱས་ཡིན་པ་རྒྱལ་སོང། དེ་ཙམ་པ། ད་ང་ཚོས་ཀྱིས་འདི་ཞིབ་འཇུག་བྱས་དེ་ཞུ་ཅིག་ཁག་པོ་འདེད་མཁན་མ་རེད། ད་ཚན་རིག་གི་ཐོག་ནས་བལྟ་བ་ཡིན་ན། ཁོ་རང་གི་མགྱོགས་ཚད་དེ་ག་ཚད་རེད། མཐོ་ཚད་ག་ཚད་ཕིར་ཡོད་རེད། ཨ་འདི་ག་ནང་བཞིན་གྱི་མཐོ་ཚད་ག་ཚད་ཅིག་ནས་ཨ་ནི་མི་ཤུགས་འཕུར་མདེལ་གྱི་ཆ་ཤས་དེ་མ་ད་བེད་སྤྱོད་མེད་པ་ཅིག་གཡུག་དགོས་བ་རེད། དུས་ཚང་མ་སྤྱི་བཏང་གི་རྒྱུན་ལྡན་གྱི་ཤེས་བྱེད་ནང་ཡོད་བསྡད་པ་ཅིག་རེད།

མེ་ཤུགས་འཕུར་མདའ་བཏང་ས་དེ་ནས་བརྩིས་བ་ཡིན་ན་ཀི་ལོ་མི་ཀྲེར་དྲུག་བརྒྱད་ཀྱི་རྟ་ཉལ་གོ་ན་ལ་དྲུག་བརྒྱད་ལུས་སྟོད་ཙམ་པ་རྟ་མགོ་བོ་གཅིག་ཡོད་མེད་ན་གོ་བོ་དེ་གི་རྟ་གཅིག་ང་ཚོ་གི་དབྱིན་སྐད་ནང་ཞུ་ན Radius ལབ་ར་དེ་ཀི་ལོ་མི་ཀྲེར་དྲུག་བརྒྱད་གོ་བོར་དེ་གི་ཉལ་གོ་ག་རུང་ཅིག་ལ་རྫ་རྫ་སྲིད་པ་ཅིག་ར་དེ་ནས་དུ་ཙམ་པ་ད་ད་ལྟ་བོད་ཀྱི་ས་ཁུལ་དེ་ང་ཚོ་བརྩིས་ཡོད་དུ་ཙམ་པ་ད་ད་ལྟ་ང་ཚོ་བརྩིས་ཡ་མ་ད་དུ་ཙམ་པ་བོད་ཀྱི་ས་ཁུལ་དེ་ཀི་ལོ་མི་ཀྲེར་དྲུག་བརྒྱད་ནང་ཆགས་ཡོད་དུ་ཙམ་པ་ད་རང་བཞིན་གྱི་དེ་དོག་པ་ཆེན་པོ་ཅིག་དང་ད་དེ་བོད་ནང་རྫ་བ་ཅིག་ཡིན་པ་དང། ཨ་ནི་ཁ་སང་རྒྱ་ནག་གཞུང་གིས་ཚེས་ད་བཅོ་གསུམ་གྱི་ཉིན་ཁའི་ཞོགས་ཀའི་ཆུ་ཚོད་དྲུག་པའི་ཐོག་ལ་མེ་ཤུགས་འཕུར་མདའ་བཏང་བ་དེ་འདྲའི་དུས་བརྩམས་པ་འདི་ཚང་མ་ད་ཡོད་དུ་བརྩམས་པ་ད་དེ་དེ་སྙིང་གིས་བཏང་པའི་མེ་ཤུགས་འཕུར་མདའི་གི་སྙིགས་རོ་སྦྱིན་པ་དེ་ད་ང་རང་ཡིན་ན་གསལ་པོ་རུ་ཆགས་སོང་ཞུ་ཡིན་ཁྱེད་ཚོ་ལ། དེ་མ་ཤི་གི་ཤི་མེད་དེ་རེད་ད་རྒྱ་ནག་གཞུང་གི་ད་བར་སྣང་གི་ཐོག་ལ་ཡ་ད་ལས་ཤི་བེད་ད་ཅི་ཤི་ཡས་ཆེན་པོ་ཞེ་བོ་ཅིག་ད་བེད་ཧོར་བ་སོང་ཙང་མ་ཤི་རྒྱ་ནག་གཞུང་གི་བར་སྣང་གི་ལས་ཤི་འདི་ཚོ་གི་ཐོག་ཉེན་ཚབ་ག་འདྲས་ཆེ་བ་རེད་སྐབས་སུ་བ་ད་འདས་གི་ད་ཅིག

ང་རང་གིས་ད་དུས་རྒྱུན་ནས་ལྟོས་ཅིག་བར་སྣང་དང་ལྟོས་ཅིག་མི་ཤུགས་སྤུན་ཟླའི་གི་ལས་གཞི་དུས་ཚོད་ཐོག་ལ་ད་སོ་སོས་གི་དོ་དབྱིངས་འགྲོ་ཆེད་ལྟ་དུས་འཛོམས་པ། དཔེ་ཆ་ཤེ་ན་ན་ས་ཚན་རིག་ཞིབ་འཇུག་ལྟེ་གནས་ཁང་དུ་ཡིན་ན་ལོ་མང་པོ་ཞུགས་ཀྱི་ཞིབ་འཇུག་དང་དཔེ་ཞིབ་ཚགས་པོ་ཞུགས་ཀྱི་རེད་རེད་རེད་བྱས་དེ་འདྲའི་གི་གྲུབ་དོན་གཅིག་གི་ཐོག་ནས་ད་ད་ལྟ་ལས་གཞི་དེ་ཚོ་ད་ཨ་རིའི་ནང་ལོ་ད་ཅིག་སྤེལ་ཡོང་དགོས་ར་ད་རྒྱ་ནག་གཞུང་གིས་དེ་ལོ་ད་ཅིག་ཁ་བརྡས་དང་ད་ཅིག་བར་སྣང་དེ་བུར་ལ་ད་སྟོབས་ཆེན་རྒྱལ་ཁབ་ཀྱི་ཁོ་རང་ཚོའི་ངོས་སྟབས་ཅིག་དེ་འདྲས་ཀྱི་བསམ་བློ་ཞིག་ཁེལ་རྗེས། སྟབས་ཅིག་གློ་བུར་ཐོབ་རྒྱ་ལ་འབད་དེ་བྲེལ་ལྷ་འཚུབ་འཚུབ་ཀྱིས་དེ་འདྲས་བྱེད་ཡུལ་དུ་བརྩམས་པ། ད། ད་ལྟ་ང་ཚོས་ཀྱིས་ད་རྒྱ་ནག་གཞུང་ལ་སྡུག་པ་བཤད་བ་ཙམ་མ་རེད་ད་གསར་འགྱུར་བརྒྱུད་ལམ་ནང་བལྟ་བ་ཡིན་ན། རྒྱ་ནག་གཞུང་གིས་ད་མེ་ཤུགས་འཕུར་མདའ་བཏང་པ་འདི་གས་ལ་རྒྱལ་སྤྱིའི་ཐོག་ལ་དཀའ་ངལ་ཆེ་ཤོས་དེ། མེ་ཤུགས་འཕུར་མདའི་གྱི་སྙིགས་རོ་འདི་གས་རྦད་དེ། ལྟ་ཅིག་ཚོད་འཛིན་མེད་པའི་ཐོག་ནས་ས་ཆ་འདྲ་མང་འདྲ་ལ་འཛག་འགྲོ་ཡ་གི་གནས་སྟངས་ཅིག་བྱུང་བས་རེད། དེ་འདྲས་ཀྱི་གནས་སྟངས་མང་པོ་བྱུང་འདུག་བསམ་པ་དཔེ་ན་ཆ་ཤ་ན་ད་ད་རེས་དེ་ཡིན་ན་བོད་ཀྱི་ས་ཁུལ་ཅིག་ལ་འཛག་རེད་ས་ཁུལ་དེ་ཡིན་ནས་གྲོང་ད་ང་ཚོས་པར་དང་དུས་ཚོད་ལྟ་ཡིན་འདུག་བསམ་པ་གྲོང་གསེབ་ཅིག་གི་ཉེ་འདབས་འཛག་འདུག་ད་གལ་སྲིད་དེ་ནས། ཏིས་ཞེས་མ་འགྲིག་པ་ཆེ་ཆེ་གྲོང་གསེབ་ཁོ་རའི་ངང་འཛག་ན་མི་མང་པོ་ཅིག་གི་སྲོག་ཤོར་འགྲོ་བར། དེ་སྐབས་ཅིག་རེད་ལོ་སྔོན་མའི་ནང་ཡིན་པ་ཡིན་ན་ཡང་རྒྱ་ནག་གཞུང་གིས་མི་ཤོར་ཕུ་མདའ་དེ་འདྲས་འཛག་རྒྱོག་གི་བརྙན་ཅིག་ཕྱི་བསྒྲགས་བྱས་རྗེས་དེ་ཡིན་པ་ཡིན་ན་རྦད་དེ་གྲོང་གསེབ་ཅིག་གི་དཀྱིལ་འཁོར་ར་འཛག་པ་དེ་འདྲས་ཀྱི་གནས་སྟངས་ཅིག་བྱུང་བ་རེད། གཅིག་དེ་རེད་རྒྱ་མཚོ་ལགས་གཉིས་ནས་ཡིན་པ་ཡིན་ན། ང་ཚོ་ཚང་མས་དོ་སྣང་བྱོས་ཡ་དེ་མེ་ཤུགས་འཕུར་མདའ་དེ་གི་སྙིགས་རོ་དེ་ས་ལ་འཛག་པ་དེ་ཨ་ནི་ཅིག་ད་ཅིག་འབར་གས་ཆེན་པོ་བྱས་དེ་ཅུ་དེ་ཨ་ནི་ཚོད་ཅེ་ལི་ཝང་གི་ཚོད་འདྲ་ཅིག་ཅན་གི་དུ་བ་མང་པོ་ཞིག་ཐོན་ཡོང་གི་འདུག་རེད་རེད་དེ་ཚོ་ད་ད་ང་ཚོ་གི་ད་དེ་གང་ལ་ཆེད་ལས་པ་མི་འདུག་ཙམ་པ་རང་བཞིན་གི་དོགས་པ་རེད་ཤག་ཡིན་པ་ཡིན་ནས་སྟབས་ཡག་པ་ཅིག་ལོ་སྔོན་མ་ནང་ལོ་ལ་ད་ད་གནས་ཚུལ་དེ་འདྲ་ཞིག་ལྷག་པའི་སྐབས་དེ་སི་ཨེན་ཨེན་གི་ཞིབ་འཇུག་ད་ཅིག་དེ་གང་ལ་གསང་རྒྱུ་སྤེལ་གནང་འདུག་གསང་རྒྱུ་སྤེལ་དུས་ཙམ་པ་སྐབས་དེ་དུས་ཙམ་པ་ཁོ་རང་ཚོའི་ཚན་རིག་པ་ཅིག་ལ་བཅར་འདྲི་ཞུས་ཤག་དེ་ཚོ་ཁོ་རང་གིས་གསུང་དུས་ཙམ་པ། དེའི་མཚོན་ཕྲ་དེ་ཡིན་ན། Hydrogen། ལ་ཅི། ད་ཅིག་དུག་རྫས་རྦད་དེ་ཉེན་ཁ་ཚ་བོ་ཞུ་བཞིན་རེད། དེ་དེ་གི་ག་འདྲའི་ཁག་པོ་ལ་ཁོ་རང་གི་ད་དངོས་སུ་ད་བད་ཀན་འགྲོ་ཡ་མ་རེད་དེ། ཡིན་པའི་ནས་མཚམས་རེ་རྫས་དུ་ཚོད་ཀྱི་ནང་ལོག་ག་རེ་ཡོད་མེད་དེ་མཚོན་ཕྲ་དང་ཁོས་གི་བྱེད་ལས་དེ་ན་ཧ་གོ། དེ་འདྲས་བྱེད་ཆོག་ཁོ་རང་གི་དེ་རེད་ཤར། དེ་དུས་འཛམ་པ་རྫས་དུ་ཚོད་ཡིན་ན་དེའི་ཉེ་འཁོར་གི་ཁོར་ཡུག་དང། མིའི་གི་ད་ཅིག་ནས་རེད་སྲོག་ཆགས་དུ་ཚོད་ཀྱི་ཁ་རླུང་ན་ཤོར་བས་ན་གཟུགས་པོ་ལ་ཧ་ཅང་གི་གནོད་ཚབ་ཆེན་པོ་ཡོད་རེད་ཤེ་དེ་འདྲས་བྱེད་དུས་འཛམ་པ། ད་ཐང་ཐང་ཁ་ཆེ་རྒྱ་ནག་གཞུང་གིས་མེ་ཤུགས་འཕུར་མདའ་བཏང་བ་དེ་ཚོས་མང་པོ་ཅི། ཨ་ནི་སྙིགས་རོ་འདི་གས། ཨ་ནི། ཚོད་འཛིན་མེད་པའི་ཐོག་ནས་ལྟ་ཅིག་ས་ཆ་འདྲ་མ་འདྲ་ལ་འཛག་གྲོལ་གཅིག་དེ་རེད་གཉིས་ནས་ཡིན་པ་ན་དུས་ཚོད་ཀྱི་དུག་ལ། དེ་ནས་བྱུང་བས་ཀྱི་རྫས་དུས་ཚོད་ཀྱི། སྲོག་ཆགས་དང། ཨ་ནི་དུས་ཚོད་ལ་གནོད་སྐྱོད་ཆེན་པོ་ཡོང་དགོས་བ་དེ་གསལ་པོ་ཞུ་རེ་བཞག།